ཡིན། དེ་ནས་ང་ཚོ་སྦེར་ནཱ་ལེནྡྲའི་དགེ་སྡིག་ཚོགས་པའི་ནི་ཚོགས་གཙོ་མཆོག་གིས་ཡོད་པའི་ཚོགས་མི་ཚང་མ་ལ་འཚམས་འདྲི་དག་བྱས་ནས་ནི་ད་ལྟ་དུང་གོ་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་ནི་སྤྱི་ཟླ་བཅུ་གཉིས་པའི་ཚེས་བ་བརྒྱད་དགོང་མོ་དེ་རེད་ད་དང་གོ་ལྷོ་ཕྱོགས་ཀྱི་མ་ལ་མཁར་གྱི་རྗེས་ཤུལ་དུ་མ་སོ་གོང་ཚིགས་ཞོལ་ཡིན་ད་དུང་གོ་ལྷོ་ཕྱོགས་སླེ་ཚགས་པ་ཡིན་ད་ལྷོ་ཕྱོགས་ནས། ཨེ་དེར་མ་ཆོག་ཅེས་པ་འདྲ་དེ་ཞེས་རྣམ་དག་གི་འཕྲོས་དེ་མུ་མཐུད་ནས་ཞུགས་ཡིན། ད་དང་པོ་ངོ་སྤྲོད་ཞུ་བའི་དེ་ཆོག་ཅེས་པ་འདི་ཨ་དེ་ཞེས་རྣམ་དག་གི་ནང་ནས་རྩ་བའི་ས་བཅད་དག་གོང་ལས་ཡིག་ཐོར་བསྒྲིགས་པ་ན་གཞི་རྩོད་པ་དུམ་དེ་རྩ་བོར་མཛད་པ་གསལ་ཏེ་རེད་ད་རྒྱ་གར་འཕགས་པའི་ཡུལ་ལ་སྐབས་དེ་དུས་ནས་རྩོད་པ་ཕན་ཚུན་མི་མཐུན་པ།

གྲུབ་རྟགས་ཀུན་འདུས་སྤོས་དག། ཤིང་པགས་པི་རིང་གི་ཤོག་གྲངས་བརྒྱ་བསྡམས་པའི་མདོས་ཤོག་ཡིན་འདུས་ཡོན་ཏན་དྲུག་པའི་ནང་ལོགས་ལ། ནས། འདོད་པ་འདིར་ཡང་རིག་པའི་གནས་ལྔ་དག་ལ་ཁྱིམ་པ་བརྒྱད། སྦྲུམ་མས་ལུང་སྟེ་ཁ་བ་ཅན་དུ་བྱོན། ལྔ་བརྒྱའི་དུས་སུ་ཐམས་ཅད་ཁྱིམ་པར་གྱུར། འགྲོ་ཀུན་ཨ་ཏི་ཤ་ལ་གསོལ་བ་འདིར་བྱས། འོ་ད་དོར་འདོད་པ་ཡིན་ན་རིག་པའི་གནས་གང་ལྔ་ལ་ཡང་ཁྱིམ་པ་བརྒྱད་པ་ཧ་ཅང་གི་མཁས་པ་ཆེན་པོ་ཡིན་པ་གཅིག་ཚུལ་སྦྲུམ་མས་ལུང་བསྟན་པ་ནང་བཞིན་བོད་གངས་ཅན་གྱི་ལྗོངས་ནས་བསྟན་པ་དང་འགྲོ་བའི་དོན་དུ།

ཟེར་བ་དེའི་ངོར་དུ་བཞུགས་པ་ཡིན། ད་དུམ་རྩིས་དང་དང། མཛད་པ་པོ་བོ་དང་ཕྱོགས་ལས་རྣམ་རྒྱལ་མཆོག་སྟེ་གཅིག་སྟོང་སུམ་བརྒྱ་བདུན་ཅུ་དོན་ལྔ་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་བཞི་བརྒྱ་ལྔ་བཅུ་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི་ཨེ་ནི་ཇོ་བོའི་བསྟོད་པ་རིན་པོ་ཆེའི་ཕྲེང་བའི་ཁུངས་འདི་ད་ལྟ། བོ་དོང་དཔལ་འཇིགས་ཀྱི་གསུང་འབུམ་པོད་དབུམ་པོད་ཕྱི་མ་འདི་ད་ལྟ་བྲིས་མའི་དཔེ་རིང་གི་ཤོག་གྲངས་དང་པོའི་མདུན་ཤོག་ཡིག་འབྲེལ་དང་པོ་ནས་ཨེ་ནི་རྩོད་པ་དུམ་ནི་རྩ་བོར་མཛད་པའི་མཛད་པ་རྣམས་ད་དེའི་ཚུལ་ལ་ཡང་བསྟོད་པ་དེ་ལ་འདི་གསུངས་བཞག། གཙུག་ལག་འཇོམས་པའི་མུ་ཏིག་རྒྱ་བ་དངོས། མ་འགགས་བལྟ་བར་གཡོ་སྒྱུས་གྱུར་པའི་ཚེ། ཞལ་འདི་ཕམ་བཅས་སླར་ཡང་སྦྱིན་མཛད་མཛད། དགྲ་བཅོམ་ཁྱོད་ལ་ཅི་འོས་ཕྱག་འཚལ་ལོ། ཅེས་འོ་ད་དུམ་ཚིག་དེ་རེད་ཟེར་བ་རྣམས་ད་དེ་ལས་ཐོས་པ་ད་དེའི་འགྲེལ་པ་ལྟ་བུ་དེ་ལས་ཡུན་ཚེ་ཡེ་ཤེས་རྒྱལ་མཚན་གྱི་བརྩེ་བས་ལམ་བླ་མ་གྱུར་པའི་རྣམ་གྲངས་ལ་རེ་ས་བ་དེ་རེད། ད་ཡུན་ཚེ་ཡེ་ཤེས་རྒྱལ་མཚན་མཆོག་དེ་ཆིག་སྟོང་བདུན་བརྒྱ་བཅུ་གསུམ་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གསུམ་ལོ་ལ་མགོན་པོ་རྫོགས་པར་ཁོང་གིས་བསྩལ་པའི་ལམ་བླ་མ་དགྱེས་པའི་རྣམ་དག་གི་ཀུན་འདིའི་དང་ཐ་སྙད་དུ་བདུན་ལ་ལ་ཐེ་ཝན་ནས་བོད་རིགས་ཤིག་པའི་དེབ་གཟུགས་ཀྱི་ཤོག་གྲངས་བརྒྱ་དང་བཞི་བཞེས་སྲོལ་ནས་མ་གསལ་བ་དེ་ལ་ཡང་ཨ་ནི་སྐབས་དེ་དུས་ཇོ་བོ་རྗེ་ཨ་ནི་རྒྱ་གར་བབས་ཁའི་ཡུལ་གྱི་དབུས་འགྱུར་བྱང་གནས་མཆོག་རྡོ་རྗེ་གདན་ལ་ཡང་ཨ་ནི་སྐུ་འཚོ་ཞིང་བཞུགས་པའི་སྐབས་ལ་ཨ་ནི་རྒྱ་གར་ཡུལ་དབུས་ཀྱི་མ་ག་དའི་རྒྱལ་པོ་ཨ་ནི་རྒྱལ་པོ་དེའི་མཚན་ལ་ཡང་ནེ་རེ་པཱ་ལ་ཟེར་གྱི་བ་རེད་ཁོང་དང་ཨ་ནི་རྒྱ་གར་ནུབ་ཕྱོགས་ཀྱི་རྒྱལ་པོ་དང་ཐ་ཀ་ནའི་རྒྱལ་པོ་ནུབ་ཕྱོགས་འོ་དེ་གཉིས་ཕན་ཚུན་རྩོད་པ། མདོར་བསྡུས་པ་ཡིན་ན་དམག་འཁྲུག་བརྒྱབ་རྗེས་མ་བསྟུན་པའི་འོ་དེ་འདྲས་ཀྱི་རྩོད་པ་བྱུས་པའི་སྐབས་ལ་རྒྱ་གར་ནུབ་ཕྱོགས་ཀྱི་རྒྱལ་པོ་ཀ་ནའི་རྒྱལ་པོས་མང་ག་དྷ་ལ་ཡང་ཚུར་དམག་དྲངས། དམག་དྲངས་ནས་ནི་གར་སོ་རས། མང་ག་དྷ་ལ་དམག་དྲངས་པའི་སྐབས་ལ་མང་ག་དྷའི་ད་གྲོང་དང་གྲོང་ཁྱེར་ལ་སོགས་པ་དང་ཚུར་དམག་མ་ཐུབ་པ་ཡིན་པས་ནས་ད་ནང་པའི་གཙུག་ལག་ཁང་དང།

དོ་ཙོ་ལས། ད་ཕྲག་དོག་ལ་སོགས་པ་འདི་འདྲའི་དུ་མ་གཉིས་པ་ཟིན་ནས་མི་འདུག་ཁོང་ཁྲོ་ལ་སོགས་པ་འདི་འདྲ་མ་རྣམ་པར་བཅད་བྱང་ཆུབ་ཀྱི་སེམས་བསྒོམ་ན་ཡང། རྗེས་ལ་ད་ལྟ་རྒྱ་གར་ཡུལ་དབུས་ཀྱི་རྒྱལ་པོས་ཨ་ནི་ནུབ་ཕྱོགས་ཀྱི་རྒྱལ་པོ་ཀ་ནའི་དམག་མི་ཚང་མ་ལ་ཕ་རྗེའི་སྲས་ཡཱ་ལི་ཡཱ་ཨ་ནི་ཐུབ་པའི་གནས་ཚུལ་གྱི་སྐབས་ལ་ཨ་ནི་ཀ་ནའི་རྒྱལ་པོ་དང་དམག་མི་ཚང་མ་ལ།

ནུབ་ཕྱོགས་ཀྱི་རྒྱལ་པོ་ད་ལྟ་ཀ་རའི་རྒྱལ་པོ་ལ་སོགས་པ་དང་ཚོ་ལ་ཡང་ཨ་ནི་སོ་སོ་ལ་སུས་རེ་གནང་བྱས་གང་དག་ཆུ་ཆེན་པོ་དེ་འདྲས་ཕན་ཚུན་བརྒལ་ནས་ཨ་ནི་དམག་ཕན་ཚུན་རྒྱང་མི་གོ་དམག་བར་ལས་བར་སྡུམ་གནང་བྱས། དམག་མི་དག་རྒྱལ་པོ་དང་བློན་པོ་དང་དེ་མ་ཡིན་པའི་ད་ང་ཚོ་ཉེས་མེད་ཀྱི་མི་སེར་ལ་སོགས་པ་སེམས་ཅན་གྲངས་མེད་པས་སྲོག་བསྐྱབས་གནང་བས་འོ་དེ་འདྲས་ཀྱི་ཐུན་མོང་མེད་པའི་མཛད་པ་རྣམས་དག་བསྐྱངས་པ་རེད།

རབ་བྱུང་གི་ཉིན་ལྔ་ཡང་ཟད་ཡོ་བྱད་མང་པོ་གཞན་དུ་ཁྱེར། ཁྱོད་ལ་ཞེ་སྡང་མི་མངའ་བས་ཀུན་སློང་མ་མཛད་སྙིང་རྗེ་དྲུངས། གཡུལ་ལོ་ཚེ་ན་དམག་མི་བརྒྱབ། ཕྱི་ནས་བླ་མས་སྡུམ་མཛད་དེ་འཚོ་བའི་ཡོ་བྱད་མ་ཐོགས་པ་ཡོ་བྱད་ལྷག་མ་མེད་པར་བཏང། ལུས་དང་སྲོག་ལ་མ་གཟིགས་པར་ཆུ་བོ་ཆེན་པོ་ཡང་ཡང་བཀལ། དེ་ཉིད་སྡུམ་ནས་མཛའ་བོར་མཛད། སུ་མ་ན་ཤི་བ་ད་སྐབས་དེ་དུས། ནི་རྒྱ་གར་ལྷོ་ཕྱོགས་ཀྱི། ཁ་སོ་རས་མུ་ཏིག་པས་དཔེ་འདི་དང་མང་པོ་དང་ཨ་ནི་ཡང་བསྟན་པ་གྱེན་དུ་བཞག་ཅེས་རྩོད་པ་རྩོད་ནས་ཡང་སྐབས་དེ་དུས་མུ་ཏིག་པས་དཔེ་འདི་དང་དོན་རྫས་ཕམ་པར་མཛད་པ་ལ་སོགས་པ་འདི་འདྲ་ལས་ཡང་ད་ག་ན་དོར་བསྟོད་པ་ཡིན་ན། ད་རྒྱ་གར་ཡུལ་དབུས་དང་ཨ་ནི་ནུབ་ཕྱོགས་ཀྱི་རྒྱལ་པོ་དམག་རྒྱལ་པའི་སྐབས་ལ་ཡིན་ནའི་རེད་ཡང་དེ་མ་ཡིན་པའི་ང་ཚོ་རྩོད་པའི་ཐོག་ནས་བསྟན་པ་གྱེན་ལ་བཞག་པ་ཡིན་ནའི་དེ་འདྲའི་ཐོག་ནས་ཟེར་བ་རྣམས་ད་ལྟ་དུས་དང་བསྟུན་བྱས་བསྟན་པ་དང་འགྲོའི་དོན་དོར་བསྟོད་པ་ཡིན་ན་བསྟན་པའི་བྱ་བ་རླབས་ཆེན་པོ་དེ་འདྲས་མཛད་པ་རེད་གསུང་བ་རང་བཞིན་དེ་རེད། འདི་འདྲ་ཡིན་དུས་ད་བརྩེ་བ་དེ་ལ་བསྟུན་ནས་ཡང་བུ་སྟོད་ཕྱོགས་ལས་རྣམ་རྒྱལ་གྱི་བརྩེ་བའི་དོན་ལ་པད་མ་མི་བརྩེ་ཡི་ཕྱིར་བརྩེ་བ་རིན་པོ་ཆེ་བྱིན་ངོ་ན་རེ་དེ་ལས་གསུངས་བྱ། དེའི་ཁུངས་དེ་བུ་སྟོད་པན་ཆེན་གྱི་གསུང་འབུམ་པོད་འབུམ་པོད་ཕྱི་མ། དེའི་བྲིས་མའི་ཆོག་གྲངས་འདི་ཆོས་དབྱིངས་ལྡན་ཐ་མ་ནས་བསྟོད་པ་དེ་ལ་ཡང། འཕགས་པའི་ཡུལ་དུ་མུ་ཏིག་བཞུགས་པའི་ཚེ། ཕས་ཀྱི་བསྒོ་བ་ལེགས་པར་ཚར་བཅད་ནས། རང་གི་བསྟན་ལ་ཉེ་བར་བཀོད་གྱུར་པ། རིག་མ་ཁྱོད་ལ་ཅི་འོས་ཕྱག་འཚལ་ལོ་ཞེས་བྱ་བ་དང་མཐུན་ནོ་བསྟུན་པས་བསྟོད་པ་བསྩལ་བ་འདི་རེད།

རེད་དེ་ནང་བཞིན་གྱི་ཟླ་བདུན་པའི་རྗེས་ལས་བདུན་པའི་སྟེང་རབས་བདུན་ཨེ་ལེ་གྲུབ་ཆེན་བརྒྱད་ཅུ་རྩ་བཞིའི་རྒྱན་དྲུག་མཆོག་གཉིས་དཔལ་འབྲུག་བཅུ་བདུན་ལ་སོགས་པ་འོ་ད་དེ་འདྲས་ཀྱིས་ང་ཚོ་ནང་པའི་དབང་དུ་བཏང་པ་ཡིན་ན་བདག་ཅག་གི་སྟོན་པ་ནས་བྱེད་པ་ཅིག་ད་ལྟ་བར་དུ་ཨེ་ནི་རྒྱ་གར་འཕགས་པའི་ཡུལ་ལ་ཡང་ཨེ་ནི་སྐྱེས་བུ་དམ་པ་གྲངས་མེད་པ་ཅིག་བྱོན་པ་རེད་ད་དེ་ཚོའི་ཁྲོད་ནས་ཕྱོགས་གཅིག་པ་འདི་ཨ་ཏི་ཤ་ཨེ་ནི་ལེགས་བྱས་ཀྱི་ལ་དེ་བམ་ག་རེ་ཤི་རིག་ཀྱང་ན་ཁོང་གི་རྒྱལ་བའི་བསྟན་པ་ལ་ཨེ་ནི་བྱ་བ་ག་ནི་ག་རེ་མཛད་པ་རེད

དགོངས་པ་ཚོགས་པར་ཁོང་གིས་བསྩལ་བའི་ལྟེ་བ་སུམ་ཅུ་པའི་དགོངས་འདིའི་དང་པོ། ལོ་གཞོན་ཉེར་དགུ་ཤོག་ཁྲི། ཀན་སུའུ་མེ་རི་བི་ཁྲུའི་ཀང་རེ་ཉིས་སྟོང་གསུམ་ལོ་ལ་བོད་རིགས་ཞི་བའི་དུས་གཟུགས་ཀྱི་ཤོག་གྲངས། ནི་སུམ་བརྒྱ་སུམ་ཅུ་སོ་གཅིག་གི་ནང་ལོ་ནས། ད་ལྟ། ཇོ་ཇི་པཎ་ཏི་ཨ་ཏི་ཤའི་རྒྱལ་བའི་བསྟན་པ་ལ་ཡང་བྱ་བ་ག་འདྲ་ག་འདྲ་བསྩལ་ཡོད་མེད་དེའི། ཚུལ་ལ་ཡང་ལྟོས་པ་དེ་འདི་འདྲ་གཅིག་གསུངས་ཆ། ཚུལ་ཁྲིམས་རྣམ་པར་དག་འགྱུར་བས། སྐྱོབ་བོ་ཤཱཀྱ་སེང་གེ་དེ་ཟབ་པ་དག་ནི་རྒྱ་ཆེ་བའི་བསྟན་པ་ཁྱོད་ཀྱི་ཐུགས་ལ་གནས། སངས་རྒྱས་བསྟན་པ་རིན་པོ་ཆེའི་གསུང་དང་འཛིན་དང་སྐྱོང་བ་ཡིས་འདྲེན་པ་ཁྱོད་ནི་དད་པ་ན་བསྟན་པ་འོད་དུ་ནུབ་པ་ཡིན་མཐོང་དང་སྨྲ་དང་མཉམ་པ་ལ་ཕྲ་མཐོང་ངན་འདྲེན་མི་མངའ། དེ་ལྟར་ཁྱོད་ནི་ཐམས་ཅད་ཀྱི་གཙོ་བོ་བཞིན་དུ་བཀུར་བ་ཡིན་གསུངས་པ་ན་ཞེས་ཨོ་ད་རྒྱལ་བའི་བསྟན་པ་རིན་པོ་ཆེ་འཛིན་སྐྱོང་སྤེལ་གསུམ་ཨ་ནི་བསྟན་པ་ལ་ཡང་དག་ཐེག་དམན་དུ་བྱུང་བར་མཛད་པས། ཨོ་ད་དེ་འདྲའི་མཛད་པ་རྣམས་དག་ལ་ཡང་འདོད་པ་དེ་རེད། དེས་ན་ཞིང་གི་འབྲོམ་སྟོན་རྒྱལ་བའི་འབྱུང་གནས་སྟ་གོན། ཇོ་བོ་རྗེའི་སྲས་ཀྱི་ཐོ་རེད། འབྲོམ་སྟོན་རྒྱལ་བའི་འབྱུང་གནས་མཆོག་འདི་གཅིག་སྟོང་བརྒྱ་མེད་བཅུ་མེད་བཞི་དང་ལྔ་གང་རུང་གཅིག་ལ་སྐུ་འཁྲུངས་ནས་གཅིག་སྟོང་བརྒྱད་མེད་ཁྲུ་བཞི་རེ་བཞི་ལོ་ལ་དགོངས་པ་རྫོགས་པ་རེ་ཁོང་གིས་མཛད་པས། ཨ་ནི་ཇོ་བོ་རྗེ་སྤ་ན་ཨ་ཏི་ཞེས་འདོད་པ།

ཐ་དད་བདེ་བའི་རྒྱལ་ལ་གསོལ་བ་འདེབས། ཅེས་ཨོ་ད་དེ་བ་ཙེ་བ་ན་བཞིན་གྱི། ང་ཚོ་བསྟན་པ་ལ་ཡང་བྱ་བ་ག་འདྲ་ག་རེ་མཛད་ཡོད་མེད་དེ་ན་བཞིན་གྱི་ད་ལ་རྗེ་བཙུན་ཙོང་ཁ་པ་ཆེན་པོ་མཆོག་གིས་མཛད་པའི་ལམ་ནི་ཕྱི་མའི་ནཱ་རོ་ལས་འདི་འདྲ་ཞིག་གསུངས་ཤག། ད་རྗེ་བཙུན་ཙོང་ཁ་པ་ཆེན་པོ་མཆོག་འདི་ཆིག་སྟོང་སུམ་བརྒྱ་ལྔ་བཅུ་ལྔ་བདུན་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བཞི་བརྒྱ་བཅུ་དགུ་ལོ་ལ་དགོངས་པ་རྫོགས་པ་རེད། རྗེ་རིན་པོ་ཆེའི་གསུང་ལམ་ནི་ཕྱི་མའི་ཁུངས་འདི་ད་ལ།

ད་ཡོད་རྩིས་སྤྱིའི་རྒྱལ་མཚན་མཆོག་དེ་ཆིག་སྟོང་བདུན་བརྒྱ་བཅུ་གསུམ་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གསུམ་ལོ་ལ་དགོངས་པ་སོགས་པར་ཁོང་གིས་མཛད་པའི། ལམ་རིམ་བླ་མ་བརྒྱུད་པའི་རྣམ་ཐར་གྱི་ཁུངས་དེ་ཉིས་སྟོང་བདུན་ལོ་ལ་ད་ལྟ་ཐེ་ཝན་ནས་པར་རིས་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་བརྒྱ་དང་བཞི་བཅས་གསུམ་ལས་མ་གསལ་བ་འདིར། ཡང་ད་ལྟ་རྡོ་རྗེ་གདན་ལ་ཨ་ནེ་ཇོ་བྱེད་པ་ལས་བདེ་ཆེན་ཀོ་རེ་བསྐྱོད་ནས་བཞུགས་པའི་སྐབས་ལ་བྱམས་སྙིང་བྱང་ཆུབ་ཀྱི་སེམས་ལས་ཨ་ནེ་ཐུགས་འབྱུང་བའི་སྐབས་ལ། ཨ་ནེ་ལྷོ་ཕྱོགས་ནས་རྒྱ་གར་ལྷོ་ཕྱོགས་ནས་ཨ་ནེ་མུ་ཏིག་པའི་དཔེ་འདི་དང། ཨ་ནི། ད་དཔེ་འདི་དང་མཚན་སྙན་གྲགས་ཆེ་ལོད་དེ་ལ་གཏུགས། མོ་ཉུག་ཧེ་ཀྲེ་གཟིགས་འདུག་ཨ། འོ་དེ་འདྲའི་རྗེས་ནས་དཔེ་འདི་དང་གཏུགས་བཅུ་གསུམ་ཕུལ་བ། འོ་དེ་འདྲའི་རྗེས་བྱུང་རྗེས་སངས་རྒྱས་ཀྱི་བསྟན་པ། ཁ་སོ་རེད་སངས་རྒྱས་ཀྱི་བསྟན་པའི་བདག་པོ། ཨ་ནི་ཁྱོད་རང་རེད་དེ་ཡིན་དུས་མུ་སྟེགས་པའི་བསྟན་པའི་བདག་པོ་དེ་ཨ་ནི། ཕྱི་རོལ་མུ་སྟེགས་པའི་དཔེ་འདི་དང་གཏུགས་བཅུ་གསུམ་ཡོད་པ་ཁོ་རང་ཡིན་དེ་འདྲ་ཡིན་ད། ང་རང་གཉིས་ད་ཕྱི་ནང་ཕྱི་རོལ་པ་དང་ནང་པ་གཉིས་ཀྱི་བསྟན་པའི་བདག་པོ་གཉིས་ཐུབ་པ་ཡིན་རེད་ད་ང་རང་གཉིས་ཨ་ནི། བསྟན་པ་རྒྱན་ལ་བཙུགས་ནས་ཨ་ནི་རྩོད་པ་བཙུགས་ཀྱི་ཡིན། སུ་ཤོར་རེ་ཡིན་པ་ཡིན་ན་ཤོར་མཁན་དེ་ཨེ་ནས་སུ་རྒྱལ་བ་དེས་བསྟན་པ་ལ་ཡང་འཇུག་གི་རེད། ཕྱི་རོལ་པ་དེ་ཤོར་བ་ཡིན་ན་ནང་པ་ལས་ཞུགས་ཡས་ནང་པ་ཤོར་རེ་ཡིན་པ་ཡིན་ན་ཕྱི་རོལ་པའི་བསྟན་པར་ཕར་འཇུག་ཡས་འོ་དེ་འདྲའི་བྱས་ནས་བསྟན་པ་རྒྱན་ལ་བཅུག་གོ་བྱས་བྱས་ཙང་ཕྱི་རོལ་པ་དེ་ལབ་པ་ན་བཞིན་ཨེ་ནས་དེའི་རྒྱལ་དང་ཕམ་རྩོད་པ་བརྩོད་མཁན་གྱི་དེའི་དཔང་པོ་བྱེད་མཁན་དེ་རྒྱ་གར་ཡུལ་དབུས་ཀྱི་རྒྱལ་པོ་དཔང་དུ་བརྩོན་ནས་ཨེ་ནས་རྩོད་པ་བརྩོད་པ་རེད། དེ་འབྲས་ཀྱི་བསྟན་པ་རྒྱན་ལ་བཞག་ནས་རྩོད་པ་རྩོད་པའི་སྐབས་ལ་ཇོ་རྗེ་བཀའ་འདི་ཨ་ཏི་བཤད་སྟབས་སྐུ་ཚེའི་བཀའ་ལས་གང་ཡང་མེད་པ། ཨེ་ནི་ཕྱི་རོལ་པའི་དཔེ་འདི་དང། ཁ་སོ་ར་རིག་པའི་ཐོག་ནས་ཚར་བཅད་ནས་ད་ལྟ་ཕྱི་རོལ་པའི་དུག་བཅུ་གསུམ་ཡོད་པའི། དཔེ་འདི་ད་འདི་ནས་ཕམ་བཅད་དུག་བཅུ་གསུམ་པ་དེ་ཚང་མ་ལོ།

ལོ་ད་གའི་དུས་ཚོད་ལྟ་སྐུལ་ཡག་དགོས་ག་རེ་མེད་དུས་ཚོད་དེར་ཡང་ཡང་མུ་རིག་མུ་སྟེགས་པའི་སྟོན་པ་ཨ་ནི་གདུགས་བརྒྱད་ཕུག་རྒན་གྱི་བྱུང་བྱས་ཡང་དེས་ཨ་ནི་གདུགས་བཅུ་གསུམ་ཕུག་པ་ནང་བཞིན་བྱས་ནས་ཨ་ནི་ཡང་ཚར་བཅད་པ་ཡིན་པ་ཡིན་ཙང་ཨ་ནི་དེས་ཡང་ཕྱི་རུ་མུ་སྟེགས་པ་དེས་ཨ་ནི་གདུགས་ཕུག་པ་དུ་ཚོ་ཆ་ཚང་ལ་ཕྱོགས་ལ་བུད་ཡང་ཁོ་རང་ནང་པར་ཡང་ཞུགས་རྒྱུ་མཁས་པ་རེད། དེའི་རྗེས་ལ་ཡང་བྱི་རུའི་མུ་ཏིག་པའི་སྟོན་པ། ཡང་དུག་ལྔ་ཕུག་མཁན་གྱི་དགྲ་དང་ཚན་པ་ལ་ཧ་ཅང་གི་མཁས་པ་ཆེན་པོ་བྱུང་ཡོང་ཅེས་ཡང། སྔན་མ་ད་དུག་བཅུ་གསུམ་དང་བརྒྱད་ཕུག་པའི་ནང་བཞིན་ཅེས་བསྟན་པ་རྒྱན་ལ་བྱས་ནས་རྩོད་པ་བརྩོད་ནས་ཡང་དེས་ཕྱོགས་གཅིག་པ་ན་འདི་བྱས། ཨ་ནི་རྩོད་པ་བརྩོད་ལ་ཞལ་གྱིས་ཕྱེས་རྒྱ་གར་ཡུལ་དབུས་ཀྱི་རྒྱལ་པོ་སྤང་ལས་གཙུག་ལྷོ་དེ་འདྲའི་ཆེ་ནས། ཨ་ནི་གང་དང་གོས་ཕྱེད་གོས་དང་ལྔ་གོས་ཀྱི་དེ་འདྲའི་ཀྱི་བར་དུ་གཡས་གཡོན་དུ་ཡང་ཨ་ནི་གདན་བཤམས།

དེ་ནས་ད་ཧ་ཅང་གི་ཨེ་ཧྲ་རུ་ཕྱིན་པའི་སྐབས་ལ། ཁོ་ཅི་པཱན་དེ་ཨ་ཏི་ཤ་དང་ཅི་རུས་པའི་དམ་དང་གྲྭ་དང་ཚད་མ་ལ་ཧ་ཅང་མཁས་པའི་སྟུག་སྔ་ཕུག་དགོན་གྱི་དཔོན་རིགས་དང་ཁོང་གཉིས་ཀྱི་རྒྱལ་བ་མ་གཏོགས་གཞན་དག་དཔོན་རིགས་དག་དང་ཕྱིས་མི་སྐྱ་བོ་སུ་ཡོད་ཨེ་ནི་མང་བོར་དེ་ནས་ཆགས་པ་རེད་ད་དེ་འདྲའི་གི་གནས་ཚུལ་ཐོབ་པའི་ཐོག་ནས་ཚོར་བ་བཟོ་ཡ། དེ་འདྲའི་སྐབས་ལ་ཡང་ཨེ་ནི་ཅི་རུས་མུ་སྟེགས་པའི་དཔོན་རིགས་དག་དེས་ཨེ་ནི་གྲྭ་ཡི་ཚིགས་སུ་བཅད་པ་གཅིག་གིས་ཨེ་ནི་དོན་དག་ཇོ་ཅི་པཱན་དེ་ཨ་ཏི་ཤ་ལ་སྐད་ཅིག་དྲིས་པའི་སྐབས་ལ་ཨེ་ནི་ཇོ་བོས་ཨེ་ནི་མ་དགོངས་པའི་སྐབས་ལ། བདག་ག་ན་ཇོ་གི་ལས་ཁ་ཐུག་རྒྱབ་མ་ཐུབ་པའི་གནས་ཚུལ་འདྲ་པོ་ཅིག་བྱུང་ནས་ཨ་ནི་སྐབས་དེ་ལས་ཨ་ནི་ཁྱེད་རང་ད་ག་སྡོད་གསུངས་རྗེས་ཨ་ནི་གཙུག་ལག་ཁང་གི་ནང་ལོགས་ལ་ཡར་ཕེབས་པ་རེད་དེ་ལས་མ་རྒྱག་ཁུ་ནས་གཙུག་ལག་ཁང་ནང་ལོགས་ལ་ཕེབས་རྗེས་ཨ་ནི་ཇོ་ཡོད་རྗེས་སུ་སྒྲོལ་མ་ལ་ཡང་ཨ་ནི་མལ་དྲ་ཕུད་གསོལ་བ་བཏབ་ནས་དེ་འདྲ་བྱེད་པའི་སྐབས་ལ་ཨ་ནི་ཇོ་ཡོད་ཐུགས་ལ་ཡར་ལན་དེ་རང་བཞིན་གྱིས་སུ་སླེབས་རྗེས་ཨ་ནི་ལན་རྒྱབ་རྗེས་ཕྱི་རོལ་མུ་ཏིག་པའི་སྟོན་པ་དེ་ཚར་རྗེས་ཨ་ནི་དེའི་རྗེས་ལ་ཡང་ཕམ་པ་ཡིན་པ་ཡིན་ཙང་ཡང་སློབ་མ་ལ་ཡང་ཁས་བླངས་ནས་སངས་རྒྱས་བསྟན་པ་ལ་བཅུག་པ་རེད། འོ་ད་དེའི་ཡན་ཆད་དེ་འདི་རེད་ག་ས་རེད་རྒྱལ་བའི་བསྟན་པ་ལ་ཡང་བྱ་བ་ཁོ་ན་ག་རེ་མཛད་ཡོད་མེད། འོ་ད་དེའི་སྡེ་ཚན་དེ་ཅིའི་ཕྱིར། འོ་ལགས་སོ་ད་འདི་ནས་གཤམ་ལ་ངོ་སྤྲོད་ཞུ་ཡ་དེ་ཆོས་རྗེ་པཎྜི་ཏའི་ཤ་ཨ་ནི་པི་ཀ་མ་ལ་ཤཱི་ལའི་གཙུག་ལག་ཁང་ལ་ཡར་ལྡན་དྲངས་པའི་མཛད་པ་རྣམ་དག་སྐོར་དེ་ངོ་སྤྲོད་ཞུ་གི་ཡིན། ད་འདི་མདོ་སྟོད་ཀྱི་གདན་དྲངས་པའི་སྤྱི་བོ་མ་དོ་ཤུ་མོ་བ་ཅན་ཨ་ནི

ཤོག་གྲངས་གསུམ་པའི་རྒྱབ་ཕྱོགས་དབྱིངས་རྟའི་སུམྦྷ་ནས། ཆོས་ཀྱི་ཕ་མཐའི་དེ་བཞིན་པི་ཀམ་ལའི་གཙུག་ལག་ཁང་ལས་གདན་དྲངས་པའི་མཛད་པ་རྣམ་དག་གི་སྐོར་གྱི་རྩ་བའི་ཚིག་དེ་ལ་དེ་རེད། དེ་རྗེས་པ་མཐའི་བཀྲ་མ་ཤིས་ལའི་གཙུག་ལག་ཏུ། རབ་བྱུང་རིག་པ་ཀུན་ལ་ལེགས་སྦྱངས་ནས། ཀུན་མཁྱེན་དང་འདྲ་མངའ་རིགས་ཀུན་གྱི་གཙོ། སྒྲུབ་ལ་བརྩོན་པར་མཛད་ལ།

དགོངས་པ་སོགས་ནི་ཁོང་གིས་མཛད་པའི། ཨ་ནེའི་ལམ་རིམ་བླ་མ་དགྱེས་པའི་རྣམ་ཐར་གྱི་ཁུངས་འདི་དང་ཟླ་ཉི་ལོ་བདུན་ལོན་ལ་ཐེ་ཝན་ནས་པར་རིས་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས། དེབ་གཟུགས་ཀྱི་ཤོག་གྲངས་བརྒྱ་དང་བཞི་བཞེས་གསུང་ནས། འདི་གསུང་བྱ། ད་དེ་ནས་རྒྱ་གར་གྱི་རྒྱལ་པོ་ཨ་ནེ་མ་ཧཱ་པཱ་ལའི། ཨ་ནེ། ཀུ་ཏི་ལི་ཡ་ཨ་ནེ་ཇོ་བོ་རྗེའི་དཔལ་ལྡན་ཨ་ཏི་ཤ་པི་ཀ་མ་ལས་གཞི་ནས་གཙུག་ལག་ཁང་ལ་ཡར་གྱན་དྲངས་པ་རེད། ད་པི་ཀ་མ་ལ་ཤི་ལ་ཟེར་ཡ་དེ་ང་ཚོ་འདྲེ་ཇག་གི་གཟུགས་ལ་གང་ཚད་རེད་ད་དེ་ཞིབ་ཕྲ་བ་ལ་མ་ཡོང་གི་རེད་སྤྱི་འོས་ང་ཚོ་གུ་གེ་རུ་ཚུར་བསྐྱུར་རེས་སྐབས་ལ་གནམ་སྣོའི་ཚུལ་གྱི་གཟུགས་ལ་གང་ཚད་ཅི་རེད་འོ་ད་གཟུགས་ལ་གང་དེ་ལ་ཡང་ཨ་ནི་ཇོ་ཇེ་པ་འདའི་དེ་ཤ་གདན་དྲངས་ཨ་ནི་སྤྱི་འོས་ཇོ་ཇེ་པ་འདའི་དེ་ཤ་པི་ཀ་མ་ལ་ཤི་ལའི་གཟུགས་ལ་གང་ཙམ་མ་ཡིན་པ་པད་ན་ལའི་དགྲ་དང་ཨུ་ཏན་དང་པུ་རི་དང་རྡོ་རྗེ་གདན་གྱི་གཟུགས་ལ་གང་ལ་སོགས་པ་རྒྱ་གར་ཡུལ་དབུས་ཁོ་ན་ནས་ཨ་ནི་གཟུགས་ལ་གང་བཅོ་བརྒྱད་ཀྱི་བདག་པོ་ཨ་ནི་ཇོ་ཇེ་པ་འདའི་དེ་ཤ་ཁོང་གི་མཚན་ནས་སངས་རྒྱས་ཀྱི་བསྟན་པ་ཧ་ཅང་གི་རྒྱ་ཆེན་པོ། པའི་ན་ཡ། ཨ་ནི་ཇོ་ཅིའི་སྐུ་དུས་དེ་ལ་ཡ་ཨ་ནི་སྐབས་དེ་དུས་རྒྱ་གར་ཤར་ནུབ་དབུས་དང་བཅས་པའི་ཨ་ནི་དགེ་འདུན་ཚང་མ་ལོག་གི་ཨ་ནི་གཙུག་གི་ནོར་བུ་ལྟ་བུ་བྱས་ལ་ཡ་ཨ་ནི་ཇོ་ཅི་པ་འདེད་བྱ་བཀུར་བྱས་ཨ་ནི་རྒྱལ་བའི་བསྟན་པ་ལ་ཡ་རྒྱལ་བ་རང་ཉིད། ཡང་ན་བདེན་པ་བཅོམ་ལྡན་འདས་སླར་ཡང་ཨ་ནི་འཇིག་རྟེན་འདི་གང།

བདག་དགེ་སློང་བསོད་ནམས་ལྷའི་དབང་པོ་མཆོག་དེ་སྤྱི་ལོའི་དུས་རབས་བཅུ་བཞི་བའི་ནང་བྱོན་པ་ཞིག་རེད་ཁོང་གི་འཁྲུངས་འདས་ལོ་ཚིགས་ཞིབ་ཕྲ་དེ་རྙེད་མ་སོང་ད་ཁོང་གིས་མཛད་པའི་ད་ལྟ་དཔེ་ཆོས་རིན་ཆེན་སྤུངས་པའི་གསལ་བྱེད། རིན་པོ་ཆེའི་སྒྲོན་མེ་འམ་ཡང་ན་ཚེ་བྱང་ལྟར་ཡང་གཏམ་རྒྱུད་རིན་ཆེན་ཕྲེང་ཚེགས་གསལ་དེ་རེད་དེའི་ནང་ལ་དེ་འདྲི་གསུངས་བཞག་དེའི་གཏམ་རྒྱུད་རིན་ཆེན་ཕྲེང་ཚེགས་དེའི་ལག་བྲིས་ཀྱི་ད་ལྟ་དེབ་གཟུགས་བྱས་བ་རེད་ཤེས་རིག་པ་ག་ནས། པ་དྲི་ཞེས་པའི་དེའི་དེབ་གཟུགས་ཀྱི་ཤོག་གྲངས་ཉིས་བརྒྱ་དྲུག་ཅུ་རེ་དགུའི་ནང་ལོགས་ལ། འདི་འདྲས་གསུང་གི་འདུག་བསམ་གཏན་གྱི་མི་བདུན་ཕྱོགས་ཀྱི་སྐབས་སུ་སམ། ཇོ་བོ་རྗེ་བི་ཀ་མ་ལ་ཤཱི་ལས་གནས་བརྟན་མཛད་པའི་དུས་ཀྱི་ལོ་རྒྱུས་ནི་ལམ་ཡིག་ཏུ་བྱུང་བ་དང་མི་འགྲིག་པ་ལ། མི་འགྲིག་པ། གནས་དབྱུང་མཛད་པ་དེ་ལ་བསམ་པར་འདུག་ཀྱང་གདུལ་བྱ་འདུལ་བའི་དོན་དུ་བོད་དུ་བྱིན་པར་བསྐུར་བ་ཙམ་ཡིན་གྱི་སྒྲ་ཇི་བཞིན་པར་མི་གསུང་ངོ།